འོ་དེ་འདྲ་བྱ། ད་འོ་དེ་འདྲ་བྱེད་ཀྱི་ད་ད་རིང་དུས་ཚེས་བཟང་པོ། དང་པོ་བླ་མ་འཇིག་རྟེན་གྱི་ཁམས་སུ་སྐུ་འཁྲུངས། སྐུ་འཁྲུངས་ཚར་ནས་དེ་ཡི་རྗེས་སུ་ད་ཅིག་གི་གསན་བསམ་དགོངས་པ་གནང། དེ་གི་ཐོག་ནས་དེ་ད་ལྟ་ད་ང་ཚོ་དྲ་ལམ་ནང་ལོ་ཡ་ས་འདི་བཀའ་མོ་པ་ཆེན་པོ་མཆོག་གི་གསུང་ཆོས་ཅིག་གི་ལོ་རེ་རེ་ལ་དངོས་སུ་ཞལ་མཇལ་མ་ཐུབ་ན་ཡང་དྲ་ལམ་གི་ནང་ལ་ཡ་ད་ཅིག་གི་གསུང་ཆོས་གདུལ་བྱ་སོ་སོ་གི་བཀའ་བ་དང་བཀའ་བབས་དང་མོས་པ་དང་འཚམས་པའི་ཐོག་ནས་གསུང་ཆོས་མང་པོ་ཅིག་གནང་གི་ཡོད་རེད་བ་འོ་དེ་འདྲ་བྱེད་ཀྱི་ད་ཐོས་འདོད་པ་དེ་དག་དེ་ཚོའི་གསུང་བཞག་པ་དེ་དག་ཉམས་སུ་ལེན་བྱས་ནས། ཐོས་པས་ཀྱི་སྒྲོ་འདོགས་བཅད་བསམ་པས་ཀྱི་ངེས་ཤེས་གཉིས་སྒོམ་པས་ཀྱི་གཏན་ལ་ཕབ་ནས་ཐོས་བསམ་སྒོམ་གསུང་ཡང་དག་པ་བྱས་བྱས་ཆགས་སྡང་གི་བློ་དེ་མ་ཇེ་ཉུང་ཇེ་ཉུང་བཏང། དད་པ་དང་མོས་གུས་བྱང་ཆུབ་ཀྱི་སེམས་དེ་ཡར་གོང་འཕེལ་བཙུགས་སེ་བཏང་བྱས་ནས་འགྲོ་གི་ཡིན་དེ་སྔར་དེ་རིང་ནས་བཟུང་སྟེ་ངས་དེ་འདྲ་གྱི་བྱ་བ་ཅིག་ལ་འཇུག་གི་ཡིན་དེ་འདྲ་གྱི་སྤྱོད་ལམ་ཅིག་ལ་འཇུག་གི་ཡིན་དེ་འདྲ་ཅིག་གི་ལས་ཅིག་ལ་བརྩོན་གི་ཡིན་ཟེར་བའི་ད་རིང་ཁས་ལེན་ན། སྐུ་ཡི་འཁྲུངས་སྐར་གྱི་མཆོད་པ་ཡག་ཤོས་དེ་འདི་ཆགས་ཡོད་རེད། རེད་འདུག་ཨ། ཐུགས་མཉེས་པ་གི་ད་ཐབས་ཆག་ཤོས་ཡག་ཤོས་འདི་དེ་རེད། དེ་རེད་མ་གཏོགས་ད་གི་གོང་དུ་བཤད་པ་གི་ད་ཟེར་རྒྱུ་དེ་ཚོ་གང་ང་ལས་ད་རུང་ཨོ་ཙི་ཅི་རག་འདུག་དུས་རྒྱུན་དེ་འདྲའི་རག་ཡ་མེད། དེ་རིང་བིས་ཀུ་རི་གོ་རང་ནས་པ་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་དང་འདི་གང་ཟེ་ཆུ་གཅིག་བཅས་བཅུ་ཨོ་དེ་རེད། ཆུ་དེ་ཡང་འདི་རེད་ཟེ་ཁོང་ང་ཚོ་བསྟན་སོ་དེ Sugar Free ཡིན་ཟེ་ཨོ་དེ་རེད། ད་དེ་ཚོ་དྲས་དེ་ཡང་དེ་རིང་དྲུང་དཀར་བཀའ་དྲིན་རེད་ཨོ་དེ་ཚོ་ཚང་མ་བྱུང་བ་རེད་རེད་བ།

དེ་འཇོན་ཐང་མེད་པའི་གེགས་རྒྱབ་སངས་དེ་རེད། འཇོན་ཐང་ཡོད་མཁན་ཐམས་ཅད་ཀྱིས་དེ་རིང་བར་ཆད་མོག་ཏྲ་གཅིག་ག་ཉོས་ས་ཡོད་ཀྱི་རེད། ག་རེ་ཟེར་ན་ང་སྐར་མ་པའི་སྐུ་དོན་ལ་ཡར་མར་མང་པོ་འགྲོ་དགོས་ཀྱི་འདུག་དེ་ཡིན་དུ་ང་མོག་ཏྲ་གཅིག་མེད་ན་དེར་ཐབས་ཆག་དེ་བཞག་ཅི་དུས་ཙམ་ཨང་ཁ་མེད་སྙིང་རྗེ་ཡིན་དང་ཡིན་ཟེར་གི་རེད་བ། ག་རེ་ཟེར་ན་མཚན་དེ་སྐར་མ་པ་སླེབས་ཚར་དུས་དེའི་ཐུགས་རྗེ་དང་དེའི་བྱིན་རླབས་དང་ནུས་པ་ལ་བརྟེན་སྟངས་དེ་ཐོབ་ཀྱི་ཡོད་པ་རེད། ཨོ་དེ་རེད་ད། ངས་ག་རེ་བསམ་མ་ཁོར་སོང་ཟེར་ན་ད་རིང། ཅིག་བརྒྱ་བཤད་བཅུ་བཤད་མང་པོ་ཞུ་མ་གོ་བ་ཅེས་དོན་དག་འདི་སངས་རྒྱས་བཀའ་མ་པའི་སྐུ་ཡི་འཁྲུངས་སྐར་གྱི་ཉིན་མོ་དེ་ལ་ཡང་ང་ཚོས་དང་པོ་ག་རེ་གོ་དགོས་ཟེར་ན་འདི་ལྟར་ད་རྒྱལ་བ་རྒོད་ཚང་པས་འབྲུག་པ་བཀའ་བཅུ་ཡོད་ཟེར་ན་རྒྱལ་བ་རྒོད་ཚང་པས་ཀྱི་ད་སྒྲིག་འཛུགས་ཤིག་ཟེར་ཡག་ཞིག་འདུག་དེ་ང་ཚོས་བསམ་བློ་བཏང་དགོས་ཀྱི་འདུག་སྒྲིག་འཛུགས་ཤིག་ད་སྒྲིག་འཛུགས་ཤིག་གི་ནང་ནས་དང་པོ་དེ་གལ་ཆེ་ཤོས་ག་རེ་ཟེར་ན་བླ་མའི་དྲུང་དུ་མོས་གུས་ཀྱི་རྟེན་འབྲེལ་སྒྲིག་པ་ཟེར་ཡག་དེ་དང་པོ་བཞག་འདུག་ད་དེ་ལ་གོ་རྒྱུ་ཆེན་པོ་ཡོད་རེད། རེད་འདུག་ག་འདི་དེ་རིང་འབྲེལ་བ་ཆེན་པོ་ཡོད་རེད་བླ་མའི་དྲུང་དུ་མུ་གུལ་གྱི་རྟེན་འབྲེལ་བསྒྲིགས་པ་ཟེར་ཡོད་འདུག་རྟེན་འབྲེལ་རྟེན་འབྲེལ་ཟེར་ཡ་ད་དེ་རིང་ང་ཚོ་ད་རྟེན་འབྲེལ་རེད་རྟེན་འབྲེལ་རེད་ག་རེ་རྟེན་འབྲེལ་རེད་སྐུ་ཡི་འཁྲུངས་སྐར་རྟེན་འབྲེལ་རེད་ད་ག་རེ་རྟེན་འབྲེལ་རེད་མོག་མོག་གི་རྟེན་འབྲེལ་རེད་སྐད་ཀྱི་རྟེན་འབྲེལ་རེད་ད་ད་ག་ན་ཤིང་གི་རྩེ་མོ་རྩེ་ཡག་གི་རྟེན་འབྲེལ་ཡོད་སེང་གེའི་ཁྲབ་ཡག་གི་རྟེན་འབྲེལ་ཡོད་རེད་ད་གང་རེད་དོ་དོའི་གུང་ཐག་ཕ་ཆེའི་ཤོག་དང་བག་རྒྱག་ཡག་གི་རྟེན་འབྲེལ་བྱེད་དེ་ནས་གང་བསམ་བྱེད་ལ་དེ་ནས་ཆང་བཞེས་ཡག་གི་རྟེན་འབྲེལ་བྱེད་དེ་ནས་ར་བཟི་ཡག་གི་རྟེན་འབྲེལ་བྱེད་དེ་ནས་ནང་ལ་དཀྲུགས་པ་ཤོར་ཡག་གི་རྟེན་འབྲེལ་ད་འོ་དེ་འདྲ་ཡོད་འདུག་ག། འདི་འཇིག་རྟེན་པའི་གཏེར་འདྲ་རེད་ད། རེད་འདུག་ཨ། སྐྱེས་སྐར་བརྩི་བའི་སྐབས་སུ་དེ་འདྲའི་རེ་བ་ད་ཆང་འཐུང། རྩེད་མོ་རྩེ་ཤོ་བ་རྩེ་ཆང་འཐུང་འདོད་འདོད་ར་བཟི་ཨ་ནི་འཁྲུག་པ་ཤོར། ད་ནི་དགའ་ཡོད་ཅག་བྱ་དམ་ཅག་ཐུགས་བཟི་ནས་ད་དེ་འགྲོ་གི་ཡོད་རེད། རེད་འདུག་ཨ་ད་ང་ཚོས་དེ་ཕ་གཡུག་བྱས་ནས་ད། རྒྱལ་བ་རྒོད་ཚང་འབེ་གི་རྣམ་ཐར་ནང་ལ་ཡང་དང་པོ་བླ་མའི་དྲུང་དུ་མོས་གུས་ཀྱི་རྟེན་འབྲེལ་འགྲིག་དགོས་རེད་ཟེར་བའི་སྐབས་སུ་ད་མོས་གུས་དེ་གལ་ཆེན་པོ་འདུག་ཟེར་དེ་རིང་གི་བླ་མས་བླ་མའི་བཀའ་དྲིན་དྲན་དགོས་བ། རེད་འདུག་ཨ་མོས་གུས་ཟེར་ཡ་དེ། ཐ་སྙད་འདི་དམིགས་བསལ་ཞིག་རེད་དུས་རྒྱུན་ང་ཚོ་དད་པ་དད་པ་ཟེར་གྱི་ཡོད་རེད་བ། ད་ལྟ་འདི་མུ་གུལ་ཟེར་བའི་བཀའ་སྲོལ་ལ་དམིགས་བསལ་གྱི་ཅིག་རེད། ད་ལྟ་ང་ཚོ་ཐུན་བཞི་བླ་མའི་ནང་བྱོན་དོན་ཡོད་འདོད་ཡང་ཀརྨ་པ་རྗེ་འབངས་མི་བཅུ་བདུད་ཀྱི་གར་དུ་ངེས་པར་འཆི་བ་སྙིང་ནས་དྲན་པ་དང། མུ་གུའི་རྣམ་མང་རྒྱུད་ལ་བསྟན་གྱི་ཟིག་ཏུ་བ་མུ་གུའི་རྣམ་མང་ཟེར་ཡག་དེ་མུ་གུའི་དཀྱུས་མ་མ་ཡིན་པ་ཞིག་དགོས་ཀྱི་ཡོད་རེད། རང་རང་སོ་སོ་གི་བླ་མ་དང་སངས་རྒྱས་བཀའ་མོལ་བ་གཙོ་བོར་གྱུར་པ་རང་རང་སོ་སོ་ལ་བླ་མ་རེ་རེ་ཡོད་ར་བ་ཆོས་ཞུ་ས་གི་འདྲེས་པ་ད་ང་ཚོའི་བླ་མ་ཟེར་ཡོན་པའི་བཀའ་སོགས་ལས་ཡང་གྲྭ་ཚང་སོ་སོ་ནས་ཡང་ཁ་ཕུ་རུ་བྱས་ནས་བླ་མ་གཅིག་འདུག་བ་དེ་འགྲིག་གི་མི་འདུག་དེའི་བླ་མ་ཟེར་གི་ཡོད་མ་རེད་ད། དེའི་བླ་མ་དེ་དེའི་བླ་མ་དེ་ཟེར་གི་ཡོད་མ་རེད་དེ་ཆགས་སྡང་ཕལ་བའི་བླ་མ་རེད་བ། ངའི་བླ་མ་ཟེར་རེད་འདུག་བ་ངའི་བླ་མ་ལ་གུས་ཞབས་ཞུས་མ་སོང་ཟེར་དྲག་འདུག་ཁོང་ཁྲོ། ངའི་བླ་མ་ལ་ཡང་འདྲ་འདྲ་ཐེ་ཐེ་བྱེད་ཀྱི་འདུག་དྲག་འདུག་ཞེ་སྡང། ཁོ་ངའི་བླ་མ་དང་འདྲ་འདྲ་བྱས་ནས་བསྡད་ཀྱི་འདུག་ཕྲག་ཏུ་ཞེ་སྡང་འདུག་ཨོ་དེ་མ་རེད། སྡེ་ཚན་དང་ལུང་ཚན་གྱི་བླ་མ་དེ་ངས་ཟེར་གྱི་མེད། དེ་ལྟ་འདི་སྐབས་ལ་བླ་མ་ཟེར་ཡ་བླ་མ་དེ་ཡེ་ནས་མ། དམ་པའི་མན་ངག་ཐམས་ཅད་དེ་མ་སྲུང་བྱས་ནས་ཆོས་ཡེ་ནས་མ་སྲུང་བྱས་ནས། ཨོ་དེ་ང་རང་ཚོས་ཉམས་སུ་ལེན་ནས། རྒྱུ་ལས་ཡང་རྟོག་པ་སྐྱེ་ཡ་ཡོད་པས་འོ་དེ་འདྲས་ཀྱི་རྐྱེན་བྱས་ཡ་དེ་ག་ལ་རེད་དང་པོ་མུ་གུ་ཅིག་གོ་ཡར་ལྷག་པ་དང་ང་ཚོ་བཀའ་རྒྱུད་འདི་མུ་གུའི་བཀའ་བབས་ཡིན་པ་ཡིན་དུས་བླ་མ་དུས་གསུམ་སངས་རྒྱས་ལས་ཡང་དངོས་གནས་དྲང་གནས་ཀྱི་མུ་གུའི་ལྟེམ་རྐྱང་མེད་པ་ཅིག་མུ་གུའི་ལྟེམ་རྐྱང་མེད་པ་ཟེར་བའི་སྐབས་སུ་རྐྱེན་རྣམས་རག་མ་ལས་པ་ཞིག་གོ་གི་ཡོད་རེད་བླ་མ་ཐུགས་མཉེས་ན་ཨ་ནི་མུ་གུ་ཡོད་པ་འདྲ་བོ་བླ་མ་ཐུགས་མ་མཉེས་ན་བླ་མ་ཁོང་ཁྲོ་བས་ཀྱི་རྣམ་པ་མཐོང་ན་བླ་མ་ལ་མ་གུས་པ་འདྲ་བོ་དེ་ཡོང་གི་འདུག་ག།

ཨོ་དེ་འདྲའི་དབང་དུ་མ་སོང་བ་དེའི་སྐད་ཆ་མེད། ངས་བླ་མའི་མུ་གུ་ཟེར་བ་དེ་དུས་འདི་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ་ཟེར་བའི་སྐབས་སུ་ལ་དུས་ཀྱི་ཁྱད་པར་ཏེ། ཟླ་བ་རེ་རེ་ཉིན་རེ་ལོ་རེ་རེ་གཉིས་རེ་ཨོ་དེ་འདྲའི་སྐད་ཆ་མ་ཡིན་པར་དེ་རིང་ནས་བཟུང་སྟེ་བྱང་ཆུབ་མ་ཐོབ་ཀྱི་བར་དུ་ཡང་ན་དེ་རིང་ནས་བཟུང་སྟེ་དུས་དེ་རིང་ནས་བཟུང་སྟེ་སྐུ་ཡི་འཁྲུངས་སྐར་ཉིན་མོ་འདི་ནས་བཟུང་སྟེ་སངས་རྒྱས་བཀའ་མ་དཔེ་ཀྱི་བཀྲ་ཆེ་གི་ཐུགས་རྒྱུད་ལ་ཡོད་པའི་སྤངས་རྟོགས་ཀྱི་ཡོན་ཏན་དེ་རང་གི་སེམས་རྒྱུད་ལ་མ་བྱས་ཀྱི་བར་དུ། དེ་མངོན་དུ་མ་གྱུར་གྱི་བར་དུ། ཨོ། དེ་འདྲའི་ཅིག། དུས་ཀྱི་ཁྱད་པར། དངོས་པོའི་ཁྱད་པར། ཡོན་ཏན་གྱི་ཁྱད་པར། མང་པོ་ཞིག་འདུག་ག། འདུག་ག། འོ་དེ་འདྲའི་བསམ་བློ་བཏང་ཡོང་དུས་བླ་མའི་དྲུང་དུ་མུ་གུ་ཞིག་བསྟན་འདྲི་དེ་རིང་འདྲི་དགོས་ཀྱི་རྟགས། ཁྱེད་རང་ཚོ་སངས་རྒྱས་བཀའ་མ་བབ་གོང་དངོས་སུ་ཞལ་མཇལ་མྱོང་མཁན་ཡོད་རེད། དངོས་སུ་མཇལ་མ་མྱོང་བ་དྲ་ལམ་དང་སྐུ་པར་ལ་སོགས་པ་ནས་མཇལ་བདེ་མཁན་མང་པོ་ཡོད་རེད་དེ། ཡིན་ན་ཡང། སངས་རྒྱས་བཀའ་མ་པ་དེ་སོ་སོ་ལས་དང་སྨོན་ལམ་གྱི་འབྲེལ་པ་ཡོད་དེ་བ་ཅིག་ཚེ་རབས་ཀྱི་ལས་ཀྱི་འབྲེལ་པ་ཡོད་དེ་ངེས་ཅིག་ཡིན་པ་ཡིན་ན་དེ་ཀྱི་ཚེ་འདི་ཐོས་ཡོན་དུ་ལུས་ལ་བ་སྤུ་ལྡང་སྨིན་ནས་མཆི་མ་འཁྲུག་རེད་འདུག་བ་འོ་དུས་གསུམ་སངས་རྒྱས་ཐམས་ཅད་གཅིག་ཏུ་བྱོན་ན་ཡང་བླ་མ་དེ་ལས་ལྷག་པ་མེད་བསམ་པས་ང་ཚོས་བསམ་བློ་དེ་འདྲ་ཞིག་བྱས། གསང་སྔགས་ཀྱི་ཆོ་ག་སྐབས་སུ་ལ་རྒྱུད་སྡེ་གོང་མ་རྣམས་སུ་སྒྲུབ་ཡོང་པའི་སྐབས་སུ་ལ་ཡང་ཙནྡན་གཅིག་གིས་ལྷ་དང་དཀྱིལ་འཁོར་སྒྲུབ་ཡོང་པའི་སྐབས་སུ་ལ་ལྷ་ཡི་གཙོ་བོ་དཔལ་དང་རྗེ་བཙུན་སྒྲོལ་མ་ལྟ་བུ་དང་ཙནྡན་གཅིག་གི་ཚེ་སྒྲུབ་ཚེ་དཔག་མེད་ལྟ་བུ་ཡིན་ན་རང་ཉིད་ཚེ་རིང་བར་འདོད་ན། དཔལ་ནི་སངས་རྒྱས་རང་གི་སངས་རྒྱས་དཀར་མོ་བ་ཡིན་ན་རེ་རང་གི་རྩ་བའི་བླ་མ་དེ་སངས་རྒྱས་ཚེ་དཔག་མེད་ལ་དགོངས་པ། རྗེ་བཙུན་སྒྲོལ་མ་དཀར་མོ་དེ་རང་གི་རང་གི་རྩ་བའི་བླ་མ་དང་དབྱེར་མ་མཆིས་པའམ་ངོ་བོ་གཅིག་ཏུ་འདུས་པ་ཡིན་པ། ནས་ཞི་བར་འདོད་ན། དཔལ་ནི་རང་གི་རྩ་བའི་བླ་མ་དེ་ག་རེ་རེད་ཟེར་ན་སངས་རྒྱས་སྨན་རྒྱལ་ལ། འོ། དེ་འདྲ་རེད་དུ་བ། ཤེས་རབ་འཕེལ་དགོས་ཀྱི་ཡོད་ན་རང་གི་རྩ་བའི་བླ་མ་དེ་འཕགས་པ་འཇམ་པའི་དབྱངས་དེ་ཡིན་བསམ་པས་དགེ། དེ་འདྲིས་ཀྱི་ལྷ་གཙོ་བོ་དཀྱིལ་འཁོར་ཆེན་གཙོ་བོའི་ཀྱི་ལྷ་གང་དང་གང་ཡིན་པ་དེ་རང་གི་རྩ་བའི་བླ་མ་དང་དབྱེར་མི་ཕྱེད་པ་ཡིན་པ་དགོངས་པ་དེ་ལ་བརྟེན་ནས་ང་ཚོ་ཐ་སྙད་ག་རེ་རྒྱག་ཡོད་ཟེར་ན། རིགས་ཀུན་གྱི་ཁྱབ་བདག་ཟེར་གྱི་ཡོད་པ། རེད་བ། རིགས་ཀུན་ཁྱབ་བདག། རིགས་ཐམས་ཅད་ཀྱི་ཁྱབ་བདག། རིགས་ཐམས་ཅད་ཟེར་བའི་ཁར་ག་རེ། ད་ནི་ལྷ་དང་དཀྱིལ་འཁོར་ཐམས་ཅད་ཀྱི་ཁྱབ་བདག་དེ། དཀྱིལ་འཁོར་ཐམས་ཅད་ཀྱི་སྤྲོ་བསྡུ་གྱི་བྱེད་པོ་དེ། བླ་མ་དེ་ཆགས་བསྡད་ཀྱི་ཡོད་པ་ཡིན་དུས་བླ་མ་མེད་ན་དེ་ལ་བརྟེན་ནས་ཡི་དམ་ལ་སོགས་པ་ཡོང་གི་མེད་པ་ཡིན་དུས་དཀྱིལ་འཁོར་ཐམས་ཅད་ཀྱི་ཁྱབ་བདག། རིགས་ཐམས་ཅད་ཀྱི་ཁྱབ་བདག་ཟེར་གྱི་ཡོད་རེད་དེ་འདྲ་ལམ་ཟབ་མོ་བླ་མའི་རྣལ་འབྱོར་ཟེར་གྱི་ཡོད་རེད་གོ་དེ་ལ་བརྟེན་ནས་ད་བླ་མ་དེ་འདྲ་ཅིག་སྒོམ་ཐུབ་དགོས་ཀྱི་ཡོད་རེད། རེད་འདུག་ག་ད་དེ་དེ་རིང་ཁས་ལེན་ནས་དེ་རིང་ནས་བཟུང་སྟེ་འོ། མོ་གུས་དེ་ལ་བརྟེན་ཞིང་བླ་མ་ལ་དད་པ་དང་མོ་གུས་དེ་འདྲ་ཞིག་ལ་བརྟེན་ནས་ངས་ཉམས་ལེན་མཐར་ཕྱིན་པ་ཞིག་ད་རེ་ནས་བཟུང་སྟེ་ཉམས་ལེན་འགོ་བཙུགས་སློབ་སྦྱོང་འགོ་བཙུགས། སློབ་སྦྱོང་དང་ཉམས་ལེན་བྱེད་པའི་གྱི་གྲུབ་འབྲས་དེ་ཨ་ནེ་གཅིག་གི་ཉམས་ལེན་ལས་ཡང་བསྟན་པ་ཐོབ་པ་ཅིག་མ་བྱེད་ཀའི་བར་དུ་ངས་བློས་བཏང་གི་མེད་ཟེར་ནས། དེ་འདྲ་ཞིག་ཁས་ལེན་བྱས་པ་ཡིན་ན་དེ་གར་ཆགས་ཡོད། མོ་གུས་ཀྱིས་རྟེན་འབྲེལ་བསྒྲིགས་པ། འོ་དེ་ཐུགས་ལ་བཞག་དགོས་ཀྱི་རེད་དང་རེད་འདུག་ག། ཐོས་བསམ་ཡིན་ན་དེ་རེད་སྒོམ་ཡིན་ན་དེ་རེད་ད་དེ་རིང་དེ་འདྲ་ཞིག་བྱས་པ་ཡིན་ན་ད་སྐུ་ཡི་འཁྲུངས་སྐར་གྱི་རྟེན་འབྲེལ་ཟབ་ཤོས་དེ་དེ་རེད་དེ་འདྲ་ཡིན་དུས་སྒྲིག་དུས་ཤིག་ནང་ནས་དང་པོ་བླ་མའི་མདུན་དུ་མོས་གུས་ཀྱི་རྟེན་འབྲེལ་བསྒྲིགས་པ། ད་གཉིས་པ་དེ་འཇིག་རྟེན་བློས་བཏང་གི་དུས་སུ་ཞེན་ལོག་གི་རྟེན་འབྲེལ་བསྒྲིགས་པ། འདུག་ག། ད་དེ་སེམས་ཡོད་དུ་ཐེག་པ་ཐུན་མོང་གི་ཐོག་ནས་ཆ་བཞག་པ་ཡིན་ན་སངས་རྒྱས་བཅོས་མའི་མདུན་གྱི་ཡུལ་བ་ར་ན་སིའི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་བཀའ་དང་པོ་བདེན་བཞིའི་ཆུ་འགོར་གསུངས་པ་རེད། བདེན་བཞིའི་ཆུ་འགོར་གསུངས་པའི་གེགས་དང་པོ་དེ་ག་རེ་གསུངས་པ་རེད་ཟེར་ན་སྡུག་བསྔལ་ནས་ཤེས་པར་བྱའོ་ཟེར་སྡུག་བསྔལ་ཤེས་བྱ་ནི་འགོ་བཙུགས་འདུག་ག། འདུག་ག། དེ་འདྲའི་བྱེད་ཡོད་དུ་ད་ང་ཚོ་ག་རེ་རེད་བསམ་བློ་གནང་ལ། གཞན་ལོ་ཟེར་དེ་རེད། འཁོར་བ་འདི་སྙིང་པོ་ཡོད་མ་རེད། ཆགས་སྡང་ཟེར་མཁན་དེ་ལ་སྙིང་པོ་ཡོད་མ་རེད། འཇིག་རྟེན་གྱི་བྱེད་སྤྱོད་དེ་ཚོ་དྲིན་དང་རྨི་ལམ་ནང་བཞིན་རེད། དེ་ལ་སྙིང་པོ་ཡོད་མ་རེད་དེ་སྙིང་པོ་མེད་པ་ཅིག་ལ་སྙིང་པོར་བཟུང་བྱས་ནས་བདེན་པར་བཟུང་བ་ཡིན་ན། རང་ཉིད་རང་ཉིད། ངན་སོང་དུ་འགྲོ་བ་དང་ལམ་ཕྱིན་ཅི་ལོག་པར་འགྲོ་བ་ལ་རྐྱེན་བྱེད་ཀྱི་ཡོད་རེད་དེ་འདྲ་ཡོད་འདུག་ད་འཇིག་རྟེན་འདི་བློས་བཏང་གུ་གུ་དེ་འུ་ཟེར་ནས་ཆོས་གོས་དང་པོ་དེ་ནས་འགོ་བཙུགས་ཡོད་རེད་རེད་མ་རེད། རེད་འདུག་བ་དེ་ཟ་མ་ཏང་གི་དཀོན་པོ་རེད་ད། ང་ཚོ་ཁ་ནས་ལྟ་བ་ཐུང་པོ་བཞི་བོ་ཅིག་བཤད་ནས་སྤྲོས་བྲལ་རེད་སྟོང་ཉིད་རེད་ཟུང་འཇུག་རེད་བསྐྱེད་རིམ་རེད་རྫོགས་རིམ་རེད་ཟེར་བཤད་བསྡད་པ་རེད་མ་གཏོགས། དགག་བྱེད་ས་དེ་ཟ་མ་ཏང་གི་དཀོན་པོ་རེད་ད། རེད་འདུག་མི་འདུག།

ཆོས་འཁོར་ལོ་མི་འདྲ་བ། ང་ཚོ་ཆོས་པ་དེ་ཚོ་ཟབ་ས་མ་ཆགས་ན་ཆགས་སྟངས་མང་ང་ཡོད་པ་རེད་ད་རུང་འཇིག་རྟེན་པ་ལས་ཀྱང། ཆོས་པ་ཕན་ཚུན་གཅིག་གིས་གཅིག་ལ་ཕྲག་དོག། རི་ཁྲོད་པ་ཐམས་ཅད་གཅིག་གིས་གཅིག་ལ་ཡང་ཕྲག་དོག། ཚན་པ་ཐམས་ཅད་གཅིག་གིས་གཅིག་ལ་ཡང་ཕྲག་དོག་མང་པོ་འདུག་བ། ཆགས་སྟངས་སྐྱོང་དགོས་ཀྱི་ཡོད་རེད་དེ་ཆགས་སྟངས་སྤེལ་བའི་གི་ལས་ཀ་མང་པོ་ཡོང་གི་འདུག་བ། ཨོ་དེ་འདྲ་ཡིན་དུས་ངེས་འབྱུང་གི་བསམ་པ་ཡོང་གི་མི་འདུག་བ། ངེས་འབྱུང་གི་བསམ་པ་མེད་ན་ག་རེ་ཡོད་མ་རེད། གཉིས་པ་ག་རེ་ཡོད་མ་རེད། ངེས་འབྱུང་གི་བསམ་པ་མེད་ན། ཨ།

དེར་འདུག་བ། འོ་དེ་འདྲ་ཡིན་འདུག་ད་དང་པོ་ངེས་འབྱུང་གི་རྩ་བ་གལ་ཆེ་བ་ཡིན་འདུག་བཅོས་མའི་འདས་ཀྱི་ཆོས་འདུལ་བའི་ནང་ལ་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ། ད་ཚིག་དེ་ཡོང་གི་ཡོད། རེད་འདུག་བ། ངེས་འབྱུང། རེད་བ། གང་ནས་ངེས་པར་འབྱུང་བ་གང་གིས་ངེས་པར་འབྱུང་བ་གང་དུ་ངེས་པར་འབྱུང་བ་གསུམ་གྱི་ཐོག་ནས་ངེས་འབྱུང་གི་བློ་སྐྱར་མ་ཅིག་གཤའ་མ་ཅིག་སྐྱེས་ནས་ད་ནི་བླ་མའི་སྐུ་མདུན་ལ་འགྲོ་ནས་གཙུག་ཕུད་དྲེགས་པར་སྤྲོ་བའམ་ཟེར་དུ་སྤྲོ་ལ། ཅེས་ནས་ད་ནི་སྐྲག་སྟེ་བཞེས་ཀྱི་འདུག་བ། དེ་མ་གཏོགས་ཅི་འདྲའི་ཟོས་ཤོག་ཟེར་གྱི་ཡོད་མ་རེད་དཱ། ད་རིང་ནས་བཟུང་སྟེ། རེད་འདུག་ག་ག་རེ་ཟེར་ན་བཀྲ་ཤིས་ཕུལ་བ་ལ་ལྟོས་ཆོས་འཁོར་བ་དང་འབྲེལ་ཐག་ཆོད་པ་རེད། ལུས་ཀྱི་བྱ་སྤྱོད། ངག་གི་རྣ་སྤྱོད། སེམས་ཀྱི་བསམ་བློ་བཏང་ཡང་ཚང་མ་དེ་ཆོས་དང་མཐུན་པ་ཞིག་དགོས་ཀྱི་རེད་དཱ། འཇིག་རྟེན་དང་མ་མཐུན་པ་ཅིག་དགོས་ཀྱི་རེད། ལུས་ཀྱི་མགུལ་ཆོས་ཡིན་ན་ཡང་འགྲོ་འདུག་ཐམས་ཅད་ཡང་འཇིག་རྟེན་དང་མ་མཐུན་པ་ཞིག་དགོས་ཀྱི་ཡོད་རེད། ངག་གི་རྣ་སྤྱོད་དེ་ཚོ་ཡང་ད་རིང་ནས་བཟུང་སྟེ། སྐྱབས་སུ་འགྲོ་ཚར་ནས་ཤུགས་ཏུ། དེ་ནི་ངག་གི་རྣ་སྤྱོད་ཐམས་ཅད་དེ་ཡང་ཆོས་དང་མཐུན་པ་ཅིག་དགོས་ཀྱི་རེད་དཱ། སེམས་ཀྱི་བསམ་བློ་བཏང་ཕྱོགས་དེ་ཚོ་ཚང་མ་ཡང་འཇིག་རྟེན་པའི་རྣམ་རྟོག་དང་མ་འདྲེས་པ་ཅིག་ཆོས་རང་གི་ཐོག་ལས་དེ་བསམ་པ་བཟང་པོ་ཅིག་དགོས་ཀྱི་རེད་ཟེར་ནས་བཤད་ཡོང་དུས་དེ་ནས་ཚོ་གུས་དྲེགས་པ་སྤྲོ་འམ་ཟེར་སླད་ཡོང་དུས་སྐྱབས་འགྲོ་ཡོང་གི་འདུག་ག། ཨོ། དེ་ཡིན་དུས་ད་ཐེངས་འདིའི་སྐབས་སུ་གཉིས་པ་དེ་ག་རེ་གསུངས་འདུག་འཇིག་རྟེན་བློས་བཏང་པ་ཟེར་ནས་དེ་རེད་ད། འཇིག་རྟེན་བློས་བཏང་ཟེར་དུས་ག་རེ་བྲོས་སོང་ཟེར་བ་སྐད་ཆ་མ་རེད།

གཙོ་བོ་དེ་ག་རེད་སེམས་ཀྱི་ནང་ལ་ཡང་བསམ་བློ་བཏང་ཆོག་དེ་ལས་འགྱུར་བ་ཞིག་བཏང་དགོས་ཀྱི་ཡོད་རེད། ཆགས་པ་དང་ཞེན་པ་ཟློག་དགོས་ཀྱི་ཡོད་རེད། དེ་མ་ཐག་ཏུ་ཟློག་ཐུབ་ཀྱི་མ་རེད་དེ་གཉེན་པོའི་སྟོབས་ཀྱིས་ཟློག་ཐུབ་ཀྱི་མ་རེད་དེ་ཡིན་ན་ཡང། སྐྱོན་ཡོན་ཤེས་པའི་ཐོག་ནས་སྐྱོན་དང་ཡོན་ཏན་སོ་སོར་ཤེས་པའི་ཐོག་ནས། གཅིག་གིས་ལུས་ཀྱི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་དེ་འཇིག་རྟེན་དང་འཇིག་རྟེན་དང་མཐུན་སོང་ན་འཇིག་རྟེན་པ་ཇི་ལྟ་བ་བཞིན་དུ་ཆགས་སོང་པ་ཡིན་ན་དེ་ལ་སྐྱོན་ཡོད་པ་ཤེས་ཡོན་ཏན་བརྩམས་པ་ལ་དེ་འདོར་ཤེས་པ་དགོས་ཀྱི་ཡོད་རེད། དེ་དང་མ་མཐུན་པ་བྱས་ནས་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཐམས་ཅད་དེ་ཆོས་དང་མཐུན་པ་ཅིག་ནས་ཡོང་གི་ཡོད་ན་དེ་ལ་དགེ་མཚན་ཅི་དང་ཡོན་ཏན་ཅི་ཡོད་པ་ཤེས་ཡོང་དུས་རྣམ་དཔྱོད་ཀྱི་ཤེས་རབ་ཀྱིས་བརྟགས་ཤིང་དཔྱད་ནས་ཤེས་ཡོང་དུས་དེ་དང་དུ་བླངས་ཤེས་འགོ་གི་ཡོད་རེད་དེ་འདྲས་ཀྱི་སྤང་བླང་གི་རྣམ་གཞག་ཤེས་ན་བདེན་ཞིག་གིས་བླངས་འདུག་ཕྱིན་ཅི་མ་ལོག་པར་འགྲོ་གི་རེད་ཟེར་ཡང་ད་དེ་ནས་ཡོང་གི་ཡོད་རེད་ཆོས་ཀྱི་དང་པོ་རེད་བ། ང་ཚོ་སྡུག་བསྔལ་ཤེས་པར་བྱ་ཀུན་འབྱུང་སྤང་བར་བྱ། འཁོར་བའི་རྒྱུ་འབྲས་གཉིས་བཤད། རེ་བ། མྱང་འདས་མངོན་དུ་བྱེད། རེ་བ་འགོག་པ་ཐོབ་བར་བྱ། དེ་ཐོབ་པའི་ཕྱིར་ལམ་གྱི་བདེན་པ་བསྟན་པར་བྱའོ་ཟེར་ནས་མྱང་འདས་ཀྱི་རྒྱུ་འབྲས་གཉིས་བཤད་དུས་སྤང་བླང་གི་རྣམ་གཞག་དེ་ང་ཚོ་ལག་ལེན་གྱི་ཐོག་ལས་འགྲོ་གི་འདུག་བ། མ་དོ་སྐྱབས་སུ་མཆིའོ་ཡོང་བར་ཤོག་འགྲུབ་པར་ཤོག་ཟེར་ཡ་མ་རེད་ད་ལས་ཀ་ལས་དགོས་ཀྱི་ཡོད་རེད། སྟ་རེ་དང་སྡོང་བུ་གཉིས་མཉམ་དུ་བཞག་ན་དོན་དག་འགྲུབ་ཡ་ཡོད་མ་རེད་སྟ་རེ་ཡར་གནམ་ལ་ཕྱར་བྱས་ནས་སྡོང་བུ་བསྐྱེད་དགོས་པ་ལྟར་དུ། ཆོས་ནས་བཤད་པའི་གི་ལག་ལེན་དེ་ཚོ་དེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་འདི་ལྟ་ཡི་བཤད་ལོ་ཙཱ་བའི་གི་འགྱུར་ནས་ད་ལྟ་བར་དུ་ལས་ཡ་གཅིག་གིས་ཆོས་ཀྱི་བརྒྱུད་རིམ་འདི་འདྲ་གཅིག་གི་ནང་ལོངས་ཡང་ང་ཚོ་བྱེད་སྟངས་ཤེས་སྒྲུབ་སྟངས་ཤེས་སྤང་སྟངས་ཤེས་ཚུལ་བཞིན་མ་ཡིན་པའི་ཡིད་ཆེས་ག་རེ་ཡིན་པ་དེ་ཤེས་ཨོ་དེ་འདྲའི་གི་རྣམ་གཞག་དེ་ཚོ་ཤེས་བཞིན་དུ་དང་དུ་མ་ལངས་ནས་ད་རུང་ཡང་འཇིག་རྟེན་གྱི་ཆགས་སྡང་གི་བློ་རང་ག་བའི་ནང་ན་འཕགས་འཇུག་བྱས་ནས་ཉིན་མཚན་ཁོ་མོ་ཡུག་ཏུ་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཐམས་ཅད་དེ་བརྒྱ་ཆ་བདུན་ཅུ་ཐམ་པ་དེ་འཇིག་རྟེན་པ་རང་གི་ལས་ཀ་དེ་བྱས་ད་བརྒྱ་ཆ་གསུམ་རྩ་ཞིག་ཡིན་ན་དེ་ཡུལ་ད་འདྲས་ཅིག་ད་བརྒྱ་ཆ་སུམ་ཅུ་རྩ་ཞིག་དེ་ཨ་ག་ལ་ཁ་བ་རེད་ད་བརྒྱ་ཆ་བཅུ་རྩ་ཞིག་ཡིན་ན་མིན་ན

ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན། ཀ་རས། རླུང་འཇུག་སྐད་ཅིག་རབ་སྣང་སྟོན་པ་ལྟར། དེ་བཞིན་སངས་རྒྱས་མཐུ་ཡིས་རྒྱ་ལམ་ན། འཇིག་རྟེན་བསོད་ནམས་བློ་གྲོས་ཐང་ག་འབྱུང། ཞི་བ་ཞི་བ་ལ་ཡི། ཨོ། དེ་ནང་བཞིན། བློ་གྲོས་རེས་འགའ་དབའ་བློན་ན་ཡང་ཡག་པོ་རེད་བ། དེ་ཡང་དཀའ་ལས་ཁ་བོ་རེད། ཨོ་དེ་འདྲ་ཡིན་དུ་ལྟ་ངས་ཞུ་དགོས་ཡ་ད་རེད་འདི། རྒྱལ་བ་རྒོད་ཚང་པའི་གསུང་ལྟར་བསམ་གྱིས་མི་ཁྱབ་པའི། ད་རེས་ལྷག་པར་དུ་སྐུ་ཡི་འཁྲུངས་སྐར་ཉིན་མོ་དེ་ལ་ཡང་ཆོས་ཀྱི་མཆོད་པ་གནང་ན་ང་ཚོས་ཁས་ལེན་ཟེར་ན་ཡང་མི་འདུག་རེད་འདུག་བ། ཆོས་ཉམས་ལེན་བྱེད་ཡག་གི་བང་རིམ་དང་བརྒྱུད་རིམ་ཟེར་ན་མི་འདུག་དེ་འདྲ་བྱེད་ན་འགྲོ་དགོས་ཀྱི་ཡོད་འདུག་གཉིས་པ་དེ་དང་པོ་བླ་མ་བསྟེན་དགོས་བ། བླ་མ་མེད་ན་ཐབས་ཆག་སྡེ་བ་ཅིག་ང་ཚོས་ཤེས་དགོས་ཀྱི་འདུག་བ། དེ་ཏག་ཏག་སྔགས་སྐབས་ཀྱི་སྐད་ཆ་གཅིག་པུ་མ་རེད་ང་ཚོ་མདོ་ཡི་སྐབས་སོགས་ལ་ཡང་དགེ་བའི་བཤེས་གཉེན་སེང་གེ་དགུ་དགུ་ཡོད་རེད་བ། བཅོམ་ལྡན་འདས་ཀྱིས་མདོ་ཡི་ནང་དབང་ལ་ཡང་དགེ་བའི་བཤེས་གཉེན་བསྟེན་པར་བྱའོ་བསྙེན་བཀུར་བར་བྱའོ་རིམ་གྲོ་བྱའོ་ཟེར་ནས་དགེ་བའི་བཤེས་གཉེན་མེད་ན་ཐབས་ཆག་སྡེ་བ་ཅིག་གསུང་གི་ཡོད་རེད། དུས་གསུམ་སངས་རྒྱས་ཐམས་ཅད་ཡང་དགེ་བའི་བཤེས་གཉེན་བསྟེན་པ་ལ་བརྟེན་ནས་བྱུང་བ་རེད། ད་ཡང་གསང་སྔགས་རྡོ་རྗེ་ཐེག་པ་དང་ལྷག་པར་ང་རང་སོ་སོའི་བཀའ་བརྒྱུད་འདིའི་ནང་ན་སྟེ་ཀམ་ཚང་གི་ནང་ངོ་ལ། ཀམ་ཚང་ཟེར་ན་ད་བཀའ་བརྒྱུད་རང་རེད་བཀའ་བརྒྱུད་དེ་མོ་གུས་ཀྱི་བཀའ་བབས་ཡིན་པ་ཡིན་དུས་ད་ནི་བླ་མ་དུས་གསུམ་སངས་རྒྱས་ལ་བལྟ་དགོས་པ། བྱིན་རླབས་བླ་མ་ལ་བརྟེན་ནས་ཡོང་དགོས་ཀྱི་ཡོད་པ། རེད་དོ། བླ་མ་འདི་ཡོད་ན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་ནུས་ལྡན་ཡང་འདི་ནང་ན་ཡོད་བསྡད་པ། འདི་མེད་སོང་བ་ཡིན་ན་དུས་གསུམ་སངས་རྒྱས་ཐམས་ཅད་བཞུགས་ན་ཡང་འགྲིག་གི་མེད་པ། ཡོད་ན་ཐབས་ཡོད་ན་དེས་ཆོག་པ་མེད་ན་ཐབས་ཆགས་བདེ་བ་ཅིག་དང་ང་ཚོ་དང་པོ་ཡེ་ཤེས་དེ་མོས་གུས་ཀྱི་ཐོག་ནས་འགྲོ་དགོས་བ། མོས་གུས་དེ་ཡང་ལྟེམ་བྱང་མེད་པ་ཅིག་འདི་ནས་བྱང་ཆུབ་མ་ཐོབ་ཀྱི་བར་དུ་དབུ་གསལ་ཏེ་དུས་ཅིག་ཆད་པ་དེ་བྱང་ཆུབ་མ་ཐོབ་ཀྱི་བར་དུ་བཞག་དགོས་བ། དེ་འདྲ་གི་བླ་མ་དེ་རང་ལ་སྐབས་བསྐྱོན་གནང་ན་འདྲ་འཆང་ཞུགས་གནང་ན་འདྲ་ཐུགས་མཉེས་པའི་གི་རྣམ་པ་སྟོན་ན་འདྲ་ཐུགས་མ་མཉེས་པའི་རྣམ་པ་སྟོན་ན་ཡང་འདྲ་རྐྱེན་དེ་དག་ལ་རག་མ་ལས་པ་བླ་མ་འདི་ཁོ་ན་ཞེས་པའི་གི་ཡིད་ཆེས་བློས་བཏེགས་ཅིག།

རེད་འདུག་ག་ད་ཆགས་ཞེན་མེད་ཟེར་བའི་བཀའ་སོགས་ལ་ཞེན་ཉེན་མ་རེད་ཆགས་ཉེན་མ་རེད་ཟེར་བ་ཙམ་མ་ཡིན་པ་ང་རང་ཚོའི་སེམས་ཀྱི་ནང་ལ་ཡང་བདག་མེད་པའི་གནས་ཚུལ་སྟོང་པ་ཉིད་ཀྱི་གནས་ཚུལ་སྤྲོས་བྲལ་གྱི་གནས་ཚུལ་དེ་ལ་བསམ་བློ་གཏང་དགོས་ཀྱི་རེད་ད་ལྟ་སྤྱོད་འཇུག་ནང་ལ་ཡང་དེ་ནས་ཁ་ན་མ་ཐོས་མེད་ངོས་ལ་ཀ་རས་བདག་དང་སེམས་ཅན་དབང་བྱས་ཤིང་སྤྲུལ་བ་བཞིན་དུ་ང་མེད་པའི་ཡིན་དེ་རྟག་ཏུ་གཟུང་བར་བྱ་ཟེར་འདུག་ག་ཁ་ན་མ་ཐོ་བ་མེད་པའི་དངོས་པོ་རྣམས་ལ་དབང་བསྒྱུར་དགོས་ཀྱི་རེད་དབང་བསྒྱུར་བ་ལ་ནས་ཐབས་ཟབ་ཤོས་དེ་ག་རེད་ཟེར་ན་ང་རང་ཚོའི་སེམས་ནང་ལ་ཡང་བདག་མེད་པ། སྤྲོས་བྲལ། ཆོས་ཐམས་ཅད་རང་བཞིན་མེད་པ། ཆགས་སྡང་སེ་ཡ་དེ་རང་བཞིན་གྱིས་མེད་པ། དེ་ནི་དེ་འབྲེལ་གྱི་རྟགས་འཛིན་ཆ་རང་བཞིན་མེད་པ་ཅིག་གིས་བློས་དེ་རྟག་པར་དངོས་སུ་རྟོགས་མ་ཐུབ་ན་ཡང་སེམས་པའི་ཐོག་ལ་ཡང་སྙིང་པོ་ཡོད་མ་རེད། ཞེན་ཆགས་བྱེད་རྒྱུ་ཡོད་མ་རེད། འཁོར་བའི་ཆོས་དེ་ལ་ཡང་རྟག་པར་བརྟེན་པ་གང་ཡང་ཡོད་མ་རེད། ཚད་ལ་ངེས་པ་ཡོད་མ་རེད་བསམ་པའི་གེགས་གཅིག་གིས་མི་རྟག་པའི་འདུ་ཤེས་བདག་མེད་པའི་འདུ་ཤེས། གཏན་འདུལ་གྱི་འདུ་ཤེས། སྟོང་པ་ཉིད་ཀྱི་འདུ་ཤེས་རང་བཞིན་མེད་པའི་འདུ་ཤེས་འདི་ལ་ང་ཚོ་ད་གོམས་ཤིང་འདྲི་དགོས་ཀྱི་ཡོད་རེད་དེ་ཆུང་ཆུང་ང་ནས་ད་ལྟ་ནས་གོམས་ཤིང་འདྲི་དགོས་ཀྱི་རེད་མ་གཏོགས་ཧོབ་ཀ་ཅིག་ལ་བདག་མེད་རྟོགས་པ་རེ་ཟུང་ཡོང་ཡང་ཡོང་མ་རུང་བ་དེ་ཡིན་དུས་བདག་མེད་ལ་ཐོས་བསམ་གྱི་ཐོག་ནས་དང་པོ་དཔྱད་པ་བྱས་ཐོས་བསམ་དེའི་དྲངས་པའི་ག་རེ་ང་ནས་སྒོམ་གྱི་མཉམ་བཞག་གི་དངོས་གནས་ཀྱི་རྟགས་ཅིག་ལ་ལྟ་བའི་གེགས། རྟོག་པ་དེ་སྐྱེད་ཐུག་ཡོད་རེད་བ་དེ་འདྲ་ཡིན་དུས་དེ་ལ་ཡག་ད་ཞེན་ལོག་ཟེར་དེ་རེད་ད་ཞོག་གེ་ནས་སོང་དེ་ཞེན་ལོག་ཟ་མ་ད་འགོག་ཡོད་རེད་ཕག་ཚོ་ཕེབས་པའི་སྐབས་སོགས་ཡིན་ན་རེད་ལས་ཀ་བྱེད་པའི་སྐབས་སོགས་ཡིན་ན་རེད་ག་དུས་ཡིན་ན་ཡང་ཁུ་བ་འདི་ལ་སྙིང་པོ་ཡོག་མ་རེད་རྟག་པ་བརྟན་པ་གང་ཡང་མི་འདུག་ཚེ་ལ་ནི་ངེས་པ་གང་ཡང་མི་འདུག་ནམ་ཕྱིན་ནི་ཆ་མེད་རེད་བསམ་པའི་གི་མི་དག་པའི་འདུ་ཤེས་ཚེ་ལ་ངེས་མེད་གི་འདུ་ཤེས་ད་ག་ན་བཞིན་གི་གཅིག་གི་དེ་འདྲ་བོ་གི་ད་གཅིག་གི་ལྷག་པར་དུ་དེ་ནང་ནས་བསྟན་ཅིང་འབྲེལ་བར་འབྱུང་བ་ཟེར་དེ་ཤི་ར་གས་ཆེན་པོ་རེད་བ། འོ་བསྟན་འགྲོ་གི་རྒྱུ་གཞན་དུས་ཙམ་མ་གཏོགས་རང་བཞིན་ཉིད་ཅན་མེད་པའི་གནས་ཚུལ་བསམ་བློ་བཏང་ཡོང་དུས་དེས་ག་རེ་ཕན་གི་རེད་བསམ་ན་ཆགས་སྡང་གི་བློ་དེ་མ་བལྟས་མ་དྲིས་ཐུབ་བ་ཉུང་དུ་འགྲོ་ཐུབ། ང་རྒྱལ་དང་ཕྲག་དོག་དང་གཅིག་གི་སྡང་ཟིང་གི་བློ་དེ་ཤུགས་ཆེན་པོ་གཅིག་ཡོད་པ་ཡིན་ན་ཡང་བསྟན་འགྲོ་གི་ལ་ཡང་གཅིག་གི་བལྟས་ཚེ་གཅིག་གི་སེམས་དེ་འདྲེས་ཡོང་དུས་བསྟན་འགྲོ་གི་གོ་བ་དེ། སླེབས་ཡོང་དུས་རྟེན་འབྲེལ་གྱི་གཅིག་གི་ཉམས་ཉེན་དེ་ཉམས་ལེན་དེ་ག་ལ་གང་འཚམ་གཅིག་སེམས་ནང་ལས་སུ་བག་ཆགས་དེ་སད་ཡོང་དུས་དེའི་སྟོབས་ཀྱིས་ཆགས་སྡང་གི་བློ་དེ་རང་བཞིན་གྱིས་མ་བག་ལ་བྱ་ཡག་དང་མ་ཉམས་ལ་གྲི་རུ་འགྲོ་ཡག་མ་གུད་དུ་འགྲོ་ཡག་གི་ཁྱད་པར་ཆེན་པོ་ཡོད་རེད་རྒྱུ་མཚན་དེའི་ཕྱིར་ན་ད་ད་ལྟ་འདིར་བཞུགས་དགོས་ཡག་དེ་འོ་དེ་རེད་དོ། འཇིག་རྟེན་བློས་བཏང་གི་དུས་སུ་ཞེན་ལོག་གིས་ཁ་ཟ་དེ་བྱེད་དགོས་རེད། ཞེན་ལོག་གི་དེ་དགུག་རེས་དང་དེ་བྱེད། ཞེན་ལོག་གི་རྟེན་འབྲེལ་ད་གསུམ་པ་དེ་ལ་སྦྲུལ་པའི་དུས་སུ་ཉམས་ལེན་གྱི་རྟེན་འབྲེལ་བསྒྲིགས་པ། ཨོ་ད་དེ་སྦྲུལ་པའི་དུས་སུ་ཞེས་པའི་གི་སྒྲུབ་པ་ཞེས་པའི་ཐ་སྙད་དེ་ག་ལི་གུག་རེས་ནས་སྒོམ་རྒྱབ་ཟེར་བའི་སྐད་ཆ་གཅིག་པུ་མ་རེད་འདུག་བ། ང་ཚོ་ཆོས་སྒྲུབ་སྟངས་ལ་ག་ཚོད་ཡོད་རེད་རྣམ་པ། གསུམ་ཡོད་རེད་བ། དང་པོ་ག་རེ་གི་གཟུགས་ནི་འགྲུབ་དགོས་རེད་ཟེར་ན་ཐོས་པར་མཐོང་ནས་ཐོས་པ་ཕྱོགས་མེད་དུ་བྱས་ནས་ཆོས་སྒྲུབ་དགོས་ཀྱི་ཡོད་རེད། ཐོས་པའི་དོན་དེ་རང་གི་སེམས་རྒྱུད་ལ་ཡང་ནས་ཡང་དུ་བསམ་བྱས་ནས་ཆོས་སྒྲུབ་དང་གཅིག་ཡོད་རེད། ཐོས་བསམ་གྱི་གྲངས་འཕེལ་གྱི་དོན་དེ་ཏན་ཏན་སེམས་ལ་རྩེ་གཅིག་ཏུ་ཚུར་སྦྱར་བྱས་ནས་དེ་གང་ཟག་དང་ཆོས་གཉིས་པོ་དེ་རྟོགས་སྦྱར་བྱས་ནས་ཉམས་སུ་དངོས་སུ་མྱོང་ནས་གཅིག་གི་རེད་འདུག་ཟེར་གོ་བ་ཐོག་ནས་བསམ་བློ་བཏང་བ་དང་ཡིད་དཔྱོད་ཀྱི་ཐོག་ནས་དེ་རེད་འདུག་ཟེར་བ་འདྲ་བོ་རིག་པའི་ཐོག་ནས་དེ་རེད་འདུག་ཟེར་སྒྲུབ་བསྡད་པ་གཅིག་པུ་མ་ཡིན་པ། རེ་དོ། ཆགས་པའི་ནང་ནས་གསུང་བཞག་པ་རང་གི་གོ་བས་ཀྱིས་རྙེད་དད་པ་བསམ་པས་ཀྱིས་ངེས་ཤེས་རྙེད་པའི་དོན་དེའོ། རྟགས་དུས་གསུམ་སངས་རྒྱས་ཞལ་བསྡུར་ནས་མདུན་གྱི་ནམ་མཁའ་ལ་ཕེབས་ནས་ཆོས་ཀྱི་ལྟ་བ་དེ་ནོར་སོང་དགོངས་པ་དེ་ནོར་སོང་སོང་ན་ཡང་འོ་དེ་དྲང་དོན་གྱི་གསུང་རེད་དོན་ན་འདའ་ག་རང་རེད་བསམ་པས་ཀྱིས་མི་འཇེབས་ཀྱིས་བདེན་འཚོལ་ཅིག་ཐོབ་དགོས་ཀྱི་འདུག་བ། འོ། ད་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་བསྒྲུབ་དགོས་ཀྱི་རེད། སྒྲུབ་པའི་དུས་སུ། འདི་འདུག་བ་སྒྲུབ་པའི་དུས་སུ། སྒྲུབ་པའི་དུས་སུ་ཉམས་ལེན་གྱི་རྟེན་འབྲེལ་དཀྲིགས་པ།

ཆོས་ཐམས་ཅད་ཀྱི་གནད་དུ་གཏོགས་པའི་སྐབས་སོགས་ལ་མཉམ་རྗེས་གཅིག་ཏུ་འབྲེལ་བའི་སྐབས་སོགས་ལ་ཡང་གནད་གནང་ཚང་མ་ག་སོགས་རེད་མ་འབྲེལ་བ་མཐོང་ཐུབ་ཀྱི་རེད་མ་གཏོགས་གཅིག་ཧ་གོ་གཅིག་ཧ་མ་གོ་བ་ག་བ་ལ་དེ་ག་རེད། དེ་ཧ་གོ་ན་གྲོད་དུ་ལྐུགས་པ་ཟེར་དེ་ཨོ་དེ་རེད་དོ། དེ་འདྲ་ཡིན་དུས་ཉམས་ལེན་བྱེད་དུ་མིག་གདངས་ཡང་སྐད་ཆ་མ་རེད། གཟན་རུ་ཏོ་གཅིག་དང་ཤམ་ཐབས་རུ་ཏོ་གཅིག་ཁོ་ན་ཡང་ཉམས་ལེན་པར་ཟེར་དེ་མ་རེད། སྐྲ་ཟིང་ཟིང་གི་ཚོ་དེ་རྣམས་ལ་ཤིག་བརྒྱབ་བསྡད་པ་དེ་ཉམས་ལེན་པར་དེ་མ་རེད། འོ་དེ་ཚོ་ཆ་མ་མཆན་གོ་རེད་ད། ང་ཚོ་དེ་ནོག་རུ་འདུག་བ་དེ་ནོག་རི་འདུག་ད། འོ་དེ་ཅི་ཅི་ཡོད་མ་རེད་ད། ཡང་ཁ་ནས་ཅིག་གི་སྒོམ་སྐད་མཐོན་པོ་ལྟ་སྐད་མཐོན་པོ་དེ་འདྲ་བཤད་བསྡད་མཁན་ཞིག་འདུག་བ། ཨོ་རྫོགས་ཆེན་དང་ཕྱག་ཆེན་རེད་ཟེར་ནས། དེ་ཡང་མ་རེད། ཤེས་སོང་ཨ། ད་ག་རེད་ཉམས་ལེན་ངོ་མ་དེ། དཔེ་ཆ་སློབ་སྦྱོང་ཡག་པོ་བྱས། མདོ་སྔགས་རང་བྱམས་དང་བཅས་པ་ཐམས་ཅད་ལ་ཐོས་པ་ཕྱོགས་མེད་དུ་བྱས། རེད་དོ། འོ། དེ་ནས་ཐོས་པ་ཕྱོགས་མེད་དུ་བྱས་བྱས་པའི་དོན་དེ་དེ་ག་ཚད་བཞག་བཞག་པ་མ་ཡིན་པར་དཔེ་ཆ་ནང་ལ་ལྷག་སོང་བ་དང་དེབ་ནང་ལ་ལྷག་སོང་བ་དང། འོ་དེང་སང་ག་རེད་ད། དེ iPad ནང་ལ་ལྷག་སོང་བ་དང། iPhone ནང་ལ་ལྷག་སོང་བ། དེ་འདྲ་མ། དེང་སང་ཚོགས་པ་ཚོགས་པའི་སྐབས་སུ་ལ iPad འདེགས་སའི་འདོན་པ་འདི་ག་ཅིག་གི་འདུག་ཨ། ད་ལྟ་བེ་ཏྲི་རྫོགས་སང་དེ་ཚར་རེད། དེ་མི་འདུག་ཨ། དེ་ཚར་རེད་ད།

ཕན་ཐོགས་ཆེན་པོ་ཡོད་རེད། ང་ཚོ་རྒྱུད་སྡེའི་ཆོ་ག་ཞིག་འདོན་པ་ཡིན་ན་ཡང་ཕག་མོ་གི་རྒྱུད་སྡེ། ལྡེམ་ཆོག་གི་རྒྱུད་སྡེ་ལ་སོགས་པ་བློ་ལ་ཡོད་ཡོང་པའི་སྐབས་སུ་དེ་འདོན་པ་འདོན་པའི་སྐབས་སུ་ལྟེ་གནས་དེ་ཡིས་བདག་བསྐྱེད་པ་འདུན་བསྐྱེད་པ་བུམ་པ་བསྐྱེད་པ་ལ་སོགས་པ་དང་ལྟེ་གནས་དབང་བཞི་གི་རིམ་པ་མ་ལན་དང་དེ་ཚོ་བྲལ་ཨོ་དེ་ཚོ་བྲལ་ཏེ་ཆ་ཚང་དེ་ཡིད་ཀྱི་དམིགས་པ་གི་ཐོག་ནས་འགྲོ་ཡོང་དུས་བརྩམས་པ་ལ་ཚིག་དང་ཐ་སྙད་དཔེ་ཆ་ལ་དཔེ་རིས་ལྟ་མི་དགོས་པ་ཕན་ཐོགས་ཆེན་པོ་ཡོད་རེད་དེ་དམིགས་པ་གསལ་བོ་ཡོང་ཡག། རེད་དོ། བསྐྱེད་རིམ་གྱི་དམིགས་པ་གསལ་བོ་ཡོང་ཡ། རྫོགས་རིམ་གྱི་དམིགས་པ་གསལ་བོ་ཡོང་ཡ་ཆེད་དུ་བློ་ལ་སེམས་ཤོག་ཟེར་གྱི་ཡོད་རེད་མ་གཏོགས་གཞན་དོན་དག་གང་ཡང་མི་འདུག་བ། དེ་དང་དེ་འདྲ་བ་སྤྱོད་འཇུག་གི་ན་རེ། ད་ག་ནང་བཞིན་གྱི་གཞུང་ཆེན་དཀར་པོའི་ག་རེ་བལྟས་པ་ཡིན་ན་དེ་ཚོ་ཐམས་ཅད་དེ་བློ་ལ་བྱང་ཞིང་ཆུད་པ་ཡོད་ན། དེ་ནི་གཅིག་ཁོ་དུས་ཚོད་འདྲ་བོ་ཐུན་འདྲ་བོ་གཅིག་ཟོར་མ་གོ་བ་གཅིག་ག་དུས་ཁོམ་པ་དང་ག་དུས་དལ་བ་འགྲོ་འདུག་གང་གི་སྐབས་སུ་ཡིན་ན་ཡང་དེ་ནི་དེ་པ་འདྲ་ལེའུ་རེ་རེའི་རྩ་གཅིག་གི་བློ་ལ་བཅོལ་ནས་བསམ་བློ་བཏང་ཐུབ་ན། ཁ་འདོན་ཡག་ཤོས་དེ་ཆགས་ཀྱི་འདུག་བ། ཧོ། དཔེ་ཆ་ལྟ་བ་ཡག་ཤོས་དེ་ཆགས་ཀྱི་འདུག་བ། དེ་ལ་གོ་བ་ཅིག་བཏང་དེ་ལ་བསམ་བློ་ཅིག་བཏང་ན། དེ་བཞིན་དུ་དཔེ་ཆ་ཅིག་ཁུར་ནས་འགྲོ་མ་གོ་བ་དེ་ཕན་ཐོགས་ཆེན་པོ་འདུག་བ། iPad དང iPhone ཁྱེར་ནས་འགྲོ་མ་གོ་བ་དེ་ཕན་ཐོགས་ཆེན་པོ་རེད་ད། འོ་དེ་འདྲ་ཡིན་དུས། ཐོས་པ་བྱས་དེ་རེད། ད་དེ་གྱིས་དོན་དེ་བསམ་པ་ཡང་ནས་ཡང་དུ་དེ་ལ་བརྟག་ཅིང་དཔྱད་གོ་དགོས་འདུག་བ། ལུང་རིགས་ཐོས་པའི་མིག་ཤེས་སྒྲིབ་ལས་གྲོལ་མན་ངག་བསམ་པའི་ཐེ་ཚོམ་མུན་ནག་བཅོམ་ཟེར་ཆགས་ཆེན་པོ་རྣམས་ནས་ཡོད་བ་ཐེ་ཚོམ་གྱི་མུན་ནག་བསལ་ཡག་ལ་ཐོས་དོན་དེ་ལ་ཡང་ནས་ཡང་དུ་འདི་ནི་སྐྱེས་པ་ཕྲ་རགས་ཀྱི་ཐོག་ནས་བསམ་དགོས་པ་རེད་འདུག་ག། དེ་ལྟར་ཐོས་དོན་དང་བསམ་དོན་གཉིས་ཀས་གཏན་ལ་ཕབ་པའི་དོན་དག་འདི་དེ་ནི། སྒོམ་བྱུང་འོད་ཀྱི་གནས་ལུགས་གཅིག་བཞིན་གསལ་སོ་ལྟ་སེམས་ལ་ཚུར་གྱར་བ་རེད་འདུག་ག། དཔེ་ཚིག་ནང་ལ་གོ་བ་ལ་བསམ་བློ་བཏང་མ་གོ་བ། རིགས་པས་ཀྱི་ཐོག་ནས་བསམ་བློ་བཏང་མ་གོ་བ། ལུང་གི་ཐོག་ལ་སྐྱབས་སུ་བསྟེན་མ་གོ་བ་བཅས་དེ་ནི་ཀོ་སེམས་རྒྱུད་ལ་རྒྱ་བསལ་བའི་སྐབས་སོ་ལྟ་ནི་ཆུ་དང་འོ་མ་འདྲེས་པ་ལྟ་བུ། ངེས་འདུག་ཨ། འོ། དེ་ནས་རྟོགས་པ་རྒྱུད་ལ་བཅས་ཡོང་པའི་སྐབས་སོགས་ལ་བརྟེན་ནས་ལག་པའི་མཐིལ་ལ་ཅུ་རུ་རུ་བཞག་པ་ན་ཆེས་འཁོར་འདས་ཀྱི་ཆོས་ཐམས་ཅད་ཇི་བཞིན་དུ་གསལ་བོར་མཐོང་ཐུབ་པ་ད་དེའི་སྐབས་སོགས་ལ་དྲང་དོན་ངེས་དོན་གོ་གི་ཡོད་མ་རེད་དེ་རེད་འདུག་ཨ། དེ་ནས་གཅིག་གི་བརྗོད་བྱ་དང་རྗོད་བྱེད་ཀྱི་རྣམ་གཞག་ལ་བལྟ་བཞག་གོ་གི་ཡོད་མ་རེད་ད། ཡིན་ལུགས་ཀྱི་གནས་ཚུལ་ལ་རྗེ་བཙུན་མི་ལ་དྲེགས་པས་གསུང་བ་ནང་བཞིན་ཡིན་ལུགས་ཀྱི་ནང་ནས་ཤར་གྱིན་གདའ་ཟེར་འདུག་ཨ། འོ། ད་ཡིན་ལུགས་ཀྱི་ནང་ནས་ཤར་གྱི་འདུག་ཟེར་ཡ་ད་ཡིན་ལུགས་དེ། ཐ་སྙད་དང་མ་འདྲེས་པ། བརྗོད་བྱའི་བརྗོད་བྱ་དང་འབྲེལ་མ་གོ་བ། དཔེ་དང་རིགས་པ་ལ་སོགས་པ་དང་འབྲེལ་མ་གོ་བ། རྗེན་པར་ཤར་གྱི་འདུག། གསལ་བར་ཤར་གྱི་འདུག། ངོ། ཕ་རོལ་དངོས་གནས་ཀྱི་ཁོ་རང་མིག་གིས་གཟུགས་དངོས་སུ་མཐོང་བ་ལྟ་བུ། འོ། དེ་འདྲ་ཞིག་ད་མཐོང་ཡང་ཡོད་པ། རྟོགས་ཡང་ཡོད་པ། ཉམས་སུ་མྱོང་ཡང་ཡོད་པ། འོ། ད་དེ་འདྲ་ཞིག་དེ་རེད། ད་འགྲུལ་པ་དེ་རེད་འདུག་ག། སྒྲུབ་པའི་དུས་སུ་ཉམས་ལེན་གྱི་རྟེན་འབྲེལ་འགྲིག་པ་གསུམ་པ་དེ་དང་ནུས་པ་ཆེན་པོ་འདུག་བ་ཚིག་དེ་ཚོ་དེ་ཡིན་དུས་ང་ཚོ་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་དཱ་འདུག་བ་དཔེ་ཆ་ལྟ་དགོས་ཀྱི་འདུག་བ་དཔེ་ཆ་ལྟ་དགོས་ཀྱི་འདུག་དཔེ་ཆ་ལྟས་པའི་དོན་དག་བསམ་དགོས་ཀྱི་འདུག་དེའི་སེམས་ལ་སྦྱར་དགོས་ཀྱི་འདུག་བ། འོ་དེ་མ་གཏོགས་དེ་ག་ཚོད་དཔེ་ཆ་ལྟ་ནས་མ་བསྡད་ན་རེ་རུས་གཅིག་ལ་མཚམས་འདེགས་ཀྱིན་ཟིན་ན་དཀའ་ལས་ཁ་པོ་རེད་ཡང་མེད་ན་ནི་བླ་མ་ཁྱད་པར་ཅན་གཅིག་ལ་ཡར་བསྟན་བྱས་ནས་ང་ད་ནི་ཐ་སྙད་དང་ཚིག་དང་བརྗོད་བྱེད་ལ་འབྲེལ་མ་དགོས་པ་རྟོགས་པ་དོན་གྱི་ཉམས་ལེན་གྱི་ཐོག་ནས་བླ་མ་ཐབས་ལ་མཁས་པའི་གྱི་གདུལ་བྱ་སྐྱོང་མཁས་པ་དཔེར་ན་མར་པ་དང་མི་ལ། འོ་དེ་འདྲ་བོ་ཅིག་ཡོད་པ་ཡིན་ན་ནི་སུ་ལོ་ག་རེད། དེ་མེད་ན། བསྟན་པ་སྤྱི་སེང་གི་དབང་དུ་བྱས་ཡོང་པའི་སྐབས་སུ་ལ་དང་པོ་ང་ཚོ་ཐོས་པ་ཕྱོགས་མེད་དུ་བྱེད་དགོས་ཡ། དེའི་སྟོབས་ཀྱིས་བསམ་པ་བྱེད་དགོས་ཡ། དེའི་ཐོག་ནས་སྒོམ་པ་བྱེད་དགོས་ཡ། ཐོས་བསམ་སྒོམ་གསུམ་མཐར་ཕྱིན་པ་ལ་བརྟེན་ནས་འགྲོ་དོན་ཕྱོགས་མེད་དུ་རྒྱལ་ཐུབ་ཡ་གི་ནུས་པ་དེ་དེ་ནས་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ང་ད་འདི་སྐབས་སུ་ལ་སྒྲུབ་པའི་དུས་སུ་ཉམས་ལེན་གྱི་རྟེན་འབྲེལ་སྒྲིག་པ། གསུམ་པ་དེ། རྟེན་འབྲེལ་གསུམ་པ། ད་རྟེན་འབྲེལ་ཟེར་ཡ་དེ་ཡི་ཚིག་ནི་ཡག་པོ་འདུག་བ། རྟེན་འབྲེལ་རྟེན་འབྲེལ་རྟེན་འབྲེལ་ཟེར་ཡ་དེ། རྟགས་བཞི་པ་དེ་གང་རེད། འགྲོ་ལྡན་འཇུག་དུས་སུ་གཞན་ཕན་གྱི་རྟེན་འབྲེལ་འགྲིག་པ་དང་སེམས་ཅན་གྱི་དོན་བྱས་པ་རེད། དེ་འདྲའི་གཅིག་གི་ཐོས་བསམ་ད་ལྟ་འདིའི་ཞེན་ལོག་གི་རྟེན་འབྲེལ་དང་གཅིག། ད་ག་ན་བཞིན་ཉམས་ལེན་གྱི་རྟེན་འབྲེལ་དང་གཉིས། འོ་དེ་ནས་སྒྲུབ་པའི་རྟེན་འབྲེལ་དེ་གསུམ་དེ་སྔོན་དུ་མ་འགྲོ་ན་འགྲོ་དོན་བྱེད་མཁན་ཡིན་ཟེར་ན་དེ་ནི་དཔེ་ཆ་ལ་ཐུག་པ་རེད། རེད་འདུག་བ། དེ་འགྲོ་དོན་ཟེར་མཁན་དེ་དཔེ་ཆ་ལ་གོ་བ་རེད། སྦྱིན་བདག་མང་པོ་འདུ་ཡག། དངུལ་མང་པོ་འདུ་ཡག། ཕྱུག་པོ་བཟོ་ཡག། འོ། དགོན་པ་རྫིག་པོ་བཟོ་ཡག། དགོན་པ་ཕྱི་ལོགས་ལ་སེར། ནང་ལ་སེར། ཆ་ཚང་སེར། གང་བསམ་ཅི་ལ་བླ་མ་ཁོ་རང་གི་གཟིམ་ཆུང་ནང་ལ་ཆ་ཚང་སེར། རེད་འདུག་ག། འོ་དེ་འདྲའི་ཆ་དེ་ཀ་ཡོད་དང་སྡེར་མ་དང་ཆ་ཚང་སེར། དེ། དེ་གཞན་དོན་འཕྲིན་ལས་མ་རེད་བ། འདི་སྐབས་སུ་ལ་གཞན་དོན་འགྲོ་དོན་འགྲོ་དོན་གྱི་ལས་གཞན་ཕན་སེལ་ཡག་དེ་ཐབས་ལ་མཁས་པའི་ཐོག་ནས་རང་ཉིད་ཀྱི་རྟོགས་པ་མཐར་ཕྱིན་བྱས་ནས། སྒྲོ་འདོགས་སེམས་ལ་ཆོད་ཚར་བའི་སྐབས་སོགས་ལ་བརྟེན་ནས་སེམས་ཅན་གཞན་སྐྱེས་སུ་འཛིན་ཐུབ་པ། རེད་འདུག་ག། འོ་དེ་འདྲ་བྱས་ཡོང་དུས་ཙམ་པ་ད་དེ་བཞིའི་ནང་ནས་དེ་གལ་ཆེ་ཤོས་དེ་དང་པོ་ག་རེད་ད་ནི་བླ་མ་རེད་ད་ངས་ད་ལྟ་ཞུ་དགོས་ཡ་དེ་རྟེན་འབྲེལ་ཞིག་གི་ནང་ནས་དང་པོ་དེ། དེ་རིང་བླ་མའི་དྲུང་དུ་མོ་གུས་ཀྱི་རྟེན་འབྲེལ་བསྒྲིགས་པའི་གས་ངའི་སྐད་ཆ་ཚང་མ་དེ་འཕྲོས་པའི་འཕྲོས་གཞུང་དེ། དེ་ནི་བླ་མ་ཙམ་གྱིས་འཕྲོས་ཀྱི་ཡོད་པ་རེད་རེད་འདུག་ག་བླ་མ་ནང་ནས་ཀྱང་རྩ་བའི་བླ་མ་རེད། རྩ་བའི་བླ་མ་ཟེར་ཡ་དེ་ག་བ་བཞག་ཡོད་རེད་ཟེར་ན་ཡལ་ག་ལོང་འདབ་མི་ངན། ཤིང་དང་པོ་ཡལ་ག་ལོང་འདབ་སྐྱེས་པ་ཡོང་ས་ཀྱི་གཞི་ཡི་རྩ་བ་དེ་ཤིང་གི་རྩ་བ་བཞག་ཡོད་རེད་བ། དེ་འདྲ་ཡིན་དུ་འཇིག་རྟེན་ན་འཇིག་རྟེན་ལས་འདས་པའི་གི་དངོས་གྲུབ་ཐམས་ཅད་དེ་རྩ་བའི་བླ་མ་ལ་བརྟེན་ནས་ཡོང་གི་ཡོད་པ་བླ་མ་དེ་དུས་གསུམ་སངས་རྒྱས་ཡིན་པ་ལ་ད་ང་ཚོས་ཡིད་ཆེས་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ད་ད་ལྟ་འདི་ཞུ་དགོས་ཡ་དེ་བླ་མའི་དྲུང་དུ་མུ་གུ་གེ་རྟེན་འབྲེལ་བསྒྲིགས་པ་དང་གཅིག་དེ་ཐུགས་ལ་བཞག་གོ་ལྟུང་བ་འཇིག་རྟེན་བློས་བཏང་གི་དུས་སུ་ཞེན་ལོག་གི་རྟེན་འབྲེལ་བསྒྲིགས་པ་དང་གཉིས་སྦྲུལ་བའི་དུས་སུ་ཉམས་ལེན་གྱི་རྟེན་འབྲེལ་བསྒྲིགས་པ་དང་གསུམ་བཞི་པ་དེ་དེ་ལ་བརྟེན་ནས་རྟེན་འབྲེལ་འགྲོ་དོན་གྱི་དུས་སུ་གཞན་ཕན་གྱི་གཞན་ལ་ཕན་པ་ཟེར་ཡ་དེ་ད་བྱང་ཆུབ་ཀྱི་སེམས་མེད་ན་གཞན་ལ་ཕན་པ་ཡོང་གི་མི་འདུག་བ། གཞན་ལ་ཕན་པ་གཅིག་གོ་གྱུར། གཞན་ལ་ཕན་པ་སྒྲུབ་ཡ་ལ། ག་རེ་གོ་གྱུར། ལུང་ང་ཡིས་སུ་བསམ་སྦྱོར་མཐའ་དག་དེ་བྱང་ཆུབ་ཀྱི་རླབས་ཆེན་པོ་ལ་བཅོལ་ཐུབ་པ་གཅིག་གོ་གྱུར་བ་རེད། བསམ་སྦྱོར་ཐམས་ཅད་བྱང་ཆུབ་རླབས་ཆེན་པོ་ལ་བཅོལ་མ་ཐུབ་ན། གཞན་དོན་ཡོང་གི་མ་རེད་དོ། གཞན་ཕན་ཡོང་གི་མ་རེད། གཞན་ཕན་ཚེ་སུ་གཞན་ལ་ག་རེ་ཕན་གོ་གྱུར་བ་རེད། ཕན་ཡང་དེ། ནོར། ལོངས་སྤྱོད། དཔལ་འབྱོར། སྙན་གྲགས་དེ་གི་ཕན་གསུང་གི་ཡོད་མ་རེད། འོ་ན་ག་རེ་གི་ཐོག་ནས་ཕན་གོ་རེད་ཟེར་ན། རང་ཉིད་ཀྱི་ཚུལ་ཇི་ལྟ་བ་བཞིན་དུ་ཡང་དག་པར་ཉམས་སུ་བླངས་པའི་གི་ཐབས་དེས་གཞན་ལ། ལམ་མ་ནོར་བ། གཞི་མ་ནོར་བ། རྩ་བ་མ་ནོར་བ། འོང། ཐབས་མ་ནོར་བ་བཅས་ཀྱི་ཐོག་ནས་སྟོན་བྱས་ནས་རྒྱལ་བའི་བསྟན་པ་ན་འཇུག་པའི་ལམ་གྱི་རིམ་པ་ཆོས་འདུལ་བ་ནས་འགོ་བཙུགས་ཏེ་སྙིགས་མའི་དུས་ཀྱི་འཁོར་ལོ་བསྐོར་བར་དུ་ལ་ད་ང་ཚོ་དུས་ཆེན་ཕྱི་ཡི་ནི་ཡོད་ནང་གི་རྩ་རླུང་ཁམས་གསང་བ་རང་གི་སེམས་དང་དབྱེར་མེད་བསྲེ་ཡག་གི་ཐབས་ལམ་ཐབས་ཟབ་མོ་དེ་འདྲའི་གཅིག་གི་ཉམས་ལེན་གྱི་རིམ་པ་ཐམས་ཅད་དེ་གཅིག་གིས་གཅིག་ལ་འགལ་འདུར་མ་སོང་བར་བསྟན་པ་ཐམས་ཅད་འགག་མེད་དུ་རྟོགས་པའི་ཆེ་བ་གྱི་ཐོག་ནས་མདོར་ན་མདོ་སྔགས་རབ་འབྱམས་དང་བཅས་པའི་གསུང་རབ་དགོངས་འགྲེལ་ལ་དཔྱད་པ་ཐམས་ཅད་དེ་གང་ཟག་གཅིག་འཚང་རྒྱ་བའི་གྱི་ལམ་གྱི་རིམ་པ་ལ་ཡང་བསྒྲིགས་ཤེ་ན།